བོད་རང་བཙན་ཐབས་ཡིན་ན་ཅིག་གིས་མདོ་སྟོད་ཀྱི་མི་ཕྱེད་ཀ་ལྷག་ཕྱེད་ཀ་དག་གང་ཞིག་ར། མི་སྒོ་དེད་དེ་མང་ཆེ་ནི་དབུས་གཙང་ནང་ལས་ལོ་དབུས་གཙང་ཡིན་གྱི་མར་དེ་དུས་ལྷ་སར་གཡས་གཡོན་ལ་འཁོར་དེ་གི་རེད་ལྷ་ས་དེ་ཁོ་ར་ཁོ་ར་དབུས་གཙང་ཡིན་མེད་གང་ཞིག་ཁོ་ར་ཁོ་ར་དུས་འབོ་ཅིག་གིས་རྒྱ་གར་གྱི་གནས་སྟངས་ཅིག་ཆགས་ཀྱི་རོ་ལུང་པ། བོད་རང་བཙན་ཐབས་པ་ཡིན་ན་བོད་ས་ཁུལ་ཆེན་པོ་འདི་ཆོལ་ཁ་གསུམ་ནང་ལྷ་ཡ་ཁོ་ར་ཡོད་མར་སོ་སོའི་གནས་སྟངས་ཞུ། ང་ཚོ་རྒྱ་གར་ནང་ལོ་ལས་ང་ཚོ་ང་ཚོ་རྒྱ་བོ་ཡིན་ཚད་པཱན་ཇཱབ་པི་འགྲོ་ཐུང་གུ་པཱན་ཇཱབ་ཀྱི་མངའ་སྡེ་ཡིན་པ་འགྲོ་ཐུང་གུ་དང་ང་ཚོ་རྒྱ་གར་ནང་ལོ་ལས་ཡ་སྐད་གྲགས་ཆེ་ཤོས།

བསམ་ཚུལ་བསམ་ཚུལ། ང་ལ་ཡོད་པ་ཡིན་ན་དྲི་བ་གཏང་རོགས་བྱ་རོགས་ང་འདི་ག་ལ་ཡང་གོ་གནས་ཀྱི་འོས་སྦྲུལ་བཟོས་ཆོག་གལ་མི་འདུག་ད་རེས་འདི་ཏིས་གནས་སྟངས་ཆེན་པོ་ཡིན་ད་འདི་ང། ང་མདོ་སྟོད་མདོ་སྨད་དབུས་གཙང་སྐད་བཤད་མི་ད་ཆོལ་ཆོལ་ཁ་ཆོས་ལུགས་ཀྱི་ང་ཆོས་ཀྱི་ང་བཀའ་བརྒྱུད་རྙིང་མ་ས་སྐད་ག་རེ་སྐད་བཤད་སྤྱི་ཚོགས་འདི་མི་འདོད་ཆོས་ལ་དུམ་བུ་ཐེ་དུས་ཉེན་ཁ་ལྗི་བོ་སྤེལ་རོགས་ད་འདི་ང་ཚང་མ་ཧ་གོ་གི་ཡོད་བ་གནས་སྟངས་མང་པོ་ཧ་གོ་གི་རྒྱ་གར་ནང་ལོག་ལས་ག་ཚོད་རྙོག་དྲ་ཡོད་རོགས་ད་འདི་བྱས་ན་ང་ཞུ་བ་བཅར་དགོས་འདོད་རོགས་དྲི་བ་དང་པོ་དེ་ག་རེ་ཡིན་ཞུས་པ་ན། སྐུ་གཞོགས་རྣམ་པ་གཉིས་སྤེལ་དེ་དམངས་གཙོ་རེད་མ་རེད་ལ་ཞུས་དེ་དམངས་གཙོ་གཙང་མ་གཙང་མཁན་རུ་བ་ཡ་བསམ་བློ་ཡག་པོ་གཏང་དེ་རུ་བ། འདི་གེ་ལུགས་ཀྱི་ཀྱི་ཁོ་རང་ཁུངས་དེ་ནས་ཨ་ནི་གེ་ལུགས་ཁོ་རང་ཚོ་གི་ནས་ཁོ་རང་ཚོ་རང་ནས་བཏང་པའི་མི་དེ་མ་ལོག་ཞུས་ལ་རེད་དེ་ལ་མ་ཁྲིམས་ཨ་དམངས་གཙོ་མ་ཡིན་པ་ཅིག་ག་རེ་ཡོད་རུ་བ་ཡ་ག་ག་ནང་ལོག་ལས་སྤེལ་ཡོད་རུ་བ་ཡ་ཀོང་རེས་པ་ཏི་ནང་ལོག་ལས་ཀོང་རེས་ཀྱི་ག་རེ་ས་ནས་མ་སྤིར་ལ་ང་ཚོ་མང་པོ་ཡོད་བ་ང་ཚོ་དཔེ་མང་པོ་ཡོད་བ་ད་ང་ཚོ།

གྲོས་ཚོགས་ལ་དེ་ཆབ་སྲིད་ཀྱི་སྡིངས་ཆ་བྱེད་རོགས་རེད་རོ། དེ་ནང་ལོ་ལ་ཡ་ཆོས་ཁྲིད་ལས་དེ་ག་ཞེ་ག་ད་མ་ནོར་གི་ཡོད་རེད་ནོར་གི་ཡོད་པ་དེ་ང་བརྩི་གི་ཡོད་དེ་མི་མང་པོ་ཞིག་བརྩི་གི་མི་འདུག་ཁ་ན་བརྩི་གི་ཡོད་པ་ཡིན་ན། གང་ལྟ་བར་དུ་ང་གཙོས་པའི་མི་མང་པོ་ཅིག་གིས། སྤྱི་འཐུས་ནང་ལོ་ལ་ཡ་ཆོས་བརྒྱུད་ཀྱི་སྤྱི་འཐུས་དེ་གོ་ཡ་མི་འདུག་ཞུ་དེ་དུས་རྩམ་པ་ལ་ཡ་མང་པོ་ཞུ་ཞིག་གིས་ད་ཕལ་ཆེར་མི་གང་ད་གྲོས་ཚོགས་གྲོས་ཚོགས་ནང་ལོ་ལ་ཡ་ཁ་སང་གྲོས་བསྡུར་འདི་ནང་ལ་མི་གསུམ་འདི་ཚོས

ཆོས་ཀྱི་ཐོབ་ཐང་དེ་ལེན་པའི་ཐོག་ནས་ཡ་གེ་ཡ་འདའ་ཡར་སླེབས་པ་དེ་མི་གཉིས་སླེབས་པ་དེ་ཆབ་སྲིད་ནང་ལོགས་ལ་ཆོས་ཀྱི་ཐོབ་ཐང་ཁྱེར་ནས་ཡར་སླེབས་རུང་བརྩེ་ཆེ་ཚང་མ་བཏོན་དེ་ཆབ་སྲིད་ནི་མ་ཆོས་ཀྱི་ཐོབ་ཐང་ཆོས་ཀྱི་བེད་སྤྱོད་སྟངས་པ་དེ་བཏོན་པ་དེ་ལས་ཡ་ངས་ནོར་འཁྲུལ་གས་མཐོང་མི་འདུག་ད་ལྟ་གནས་སྟངས་དེ་ནོར་འཁྲུལ་གས་མཐོང་མི་འདའ་ཡིན་པ་ནས་ང་ཁྱེད་རང་དང་ལྟ་བ་གཅིག་པ་ཡིན་ད་ཆབ་སྲིད་ལས་ཡ་ཆོས་ཀྱི་འབྲེལ་བ་མི་འདུག་ཞུ་དེ་བརྗོད་མ་རེད་འདི་ཡ་འདའ་སྤྱི་བཏང་ནས་ཡ་འདའ།

དཔེ་ཤེས་ཡོད་པ་ཙམ་གྱིས་ཨ་ནི་སྤྱི་འཐུས་ཆགས་འགྲོ་བའི་དང་ཁ་སང་ངེད་ཅག་ལས་ཀ་ཏི་སི་ཡག་པོ་བྱེད་ཀྱི་ཡོད་སྤྱི་ཚོགས་ནང་ལོ་ལ་ཡག་ལས་ཀ་ཅིག་གིས་ཡག་པོ་འགྲོ་བྱེད་ཡོད་ན་ཡང་མིན་ན་གཞུང་གི་ལས་བྱེད་བྱེད་པ་ཙམ་གྱིས་ཨ་ནི་ཁོ་སྤྱི་འཐུས་ནང་ལངས་བྱ་ཡ་དེ་འདྲ་གལ་ཡོད་མ་རེད་བ་ཡ་གཅིག་གིས་ཆབ་སྲིད་འགོ་ཚོས་པ་གྲོས་ཚོགས་ཀྱི་སྒྲོམ་གཞི་དེ་འགོ་ཚོས་པ་དེ་འདྲ་གཅིག་གིས་ཨ་ནི་དེ་ཡག་ཡོད་པ་ཡིན་ན་ཨ་ནི་མི་ཚོགས་པ་གཅིག་གིས་སྐྱིད་སྡུག་གཅིག་གིས་སོ་སོ་གི་ངོ

མིག་གཉིས་སེར་ལྔ་དེ་ཡི་གེའི་ཁྱི་གི་རོ་ཁོ་ཡ་གའི་སྤྱོད་པ་མ་ལོ་སྤྱོད་པ་ལོག་པ་ཡིན་ན་རོ་ཨ། གང་ལྟར། མིག་གཉིས་སེར་ལྔ་དེ་གི་དོ་བོ་ལ་བལྟ་ནས་ཁོ་དེ་སི་ཏུ་སྤྱོད་པ་བསླུ་བོ་མ་རོ་ཨ། ཡི་གེ་ནང་ལོག་རོ་ཨ། དེ་བྱས་ནས་ངའི་བསམ་ཚུལ་ལས་ཡོད་དོ་དགེ་མཚན་འདི་ངའི་བསམ་ཚུལ་གྲོས་ཅན་ད་དྲི་བ་གཉིས་པ་དེར་དྲི་བ་གསུམ་པ་དེ། དུས་ཚོད་ལ་ཡོད་རོ་དུས་ཚོད་འདི་འདྲའི་ཁྲིད་གར་ཅན་དེ་ངེད་ནས་བྱས་ན་འགྲིག་གི་རེད།

འདི་གནས་སྟངས་གཅིག་རེད་དེ་མ་ཡིན་པས་ན་སང་ཉིན་གནངས་ཉིན་གཅིག་གི་ཆོས་བརྒྱུད་གཞན་པ་གཅིག་ནས་ཨ་ནི་བཀའ་བརྒྱུད་དང་འབྲེལ་བ་ཡོད་པའི་གི་ད་གནས་ཆུང་གི་གནས་སྟངས་འགྲོ་གཅིག་བཀའ་བརྒྱུད་ལ་ག་རེ་ཡོད་རེད་བས་ར་ལྷ་ལྷ་མོ་ག་རེ་དེ་ལས་གཅིག་བ་ནས་ཚུགས་བཤད་པས་ན་སྤྱི་ཚོགས་འཁྲུགས་ཚར་བ་ཡིན་སྤྱི་ཚོགས་འཁྲུགས་མཁན་ནམ་དགུའི་སྤྱི་ཚོགས་དེ་མ་དེ་ཆོས་ཀྱི་དད་པ་གཅིག་གི་འཁྲུགས་འགྲོ་དེ་སྤྱི་ཚོགས་དེ་མ་འོངས་པ་ལ་ཞེ་ན་ཚ་བོ་དཔེ་རེད་བསམ་དགོས་བྱས་ཙང་ཁོང་ལས་ཨ་མདའ་གཅིག་གནང་དགོས་རེད་བསམ་དགོས་པས་འདི་ངེད་ཀྱི་ང་གནས་ཆུང་ཆོས་ཅན་ཞུགས་མེད་ད་ང་གནས་ཆུང་ང་ངས་ཞུས་པ་ནི་ང།

ང་ཕོ་བའི་ལས་མང་ང་ཞེ་ནང་གི་སྤྱི་ཚོགས་ནང་ལོགས་ལས་ཆོས་ཀྱི་སྐྱེ་འཕེལ་བྱེད་ཀྱི་ཟིང་འཁྲུག་ག་ཚོད་ཁ་ཆེ་ཁ་ཆེ་ནང་ལོགས་ལས་ཡེ་ཤུ་ཡེ་ཤུ་ནང་ལོགས་ལས་ཡང་ཆོས་ཀྱི་པར་ར་ལས་དཀའ་ངལ་ཆེན་པོ་ཞུ་གི་ཡོད་ལ་ད་དེ་ཡང་ཚོ་དཀའ་ངལ་ཆེན་པོ་ཞུ་ཆ་ཡོད་མ་རེད་དེ་བྱས་ན་ང་ད་ང་ཏི་སི་ཅི་ད་དེང་སང་གནས་སྟངས་དེ་སྙན་མང་སྡུག་ཅག་མི་མང་པོ་ཞིག་གིས་ད་སྤྱི་ཚོ་ཉིས་སྟོང་བཅུ་གཅིག་ནས་སྤྱི་ཚོ་འཁྲུག་སོད་རྗོད་ར་སྲིད་སྐྱོང་སྤེན་པ་བློ་བཟང་སེང་གེ་དང་དེ་ཚོ་སླེ་བ་ནས་བྱས་ན་ད་དེ་ཚོ་ང་ཁས་ལེན་གི་མེད་འཁྲུག་བས་དེ་ཆབ་སྲིད་ཀྱི་སྒྲོམ་གཞི་འགོ་ར་དེ་འདྲ་རེད་སྲིད་སྐྱོང་སྤེན་པ་ཚོས།

སྤྱི་ཚོགས་འདི་ཉེན་ཁ་ཆེ་བོ་ཆགས་ཀྱི་རེད་འདི་གས་རབ་ནང་ལོག་ལུག་རྒྱུད་བགྲངས་པ་ཡིན་ན་ཧ་གོ་གི་རོགས་འདིའི་ཞེད་སྣང་འདི་ཁེབས་པའི་ཐོག་ནས་སྤྱི་ཚོགས་ལ་ཡ་ཞེན་སྐོར་བྱས་པ་དང་བོད་ཀྱི་རྩ་དོན་ཞེན་སྐོར་བྱས་པ་དང་འདི་གླེང་ཡིན་རོགས་ཡ་ཡ་ཐུགས་ཆེ་ད་རིང་པོ་ཆགས་སོང་ག་རྒྱ་མེད་བ་སོང་བཀའ་དྲིན་ཆེ།